དེ་ནས་བདེན་པ་ཞིག་གི་དྲི་ངེས་དང་གོ་རིམ་ངེས་ཚིགས། ཨ་ནི། རྒྱུ་འབྲས་གཉིས་དྲུག་བཀྲག་མདངས་གོ་རིམ་ལྔའི། ཤེས་བྱ་སྤང་བྱ་ཐོབ་བྱ་བསྟན་པར་བྱ། རང་རང་ངོ་བོར་མི་སླུ་བདེན་པར་བརྗོད། དེ་འདྲ་གསུངས། འདིའི་དོན་དག་ག་རེ་ལབ་ན། སྡུག་བསྔལ་བདེན་པ་དངོས་ལ་བརྟེན་ཀུན་འབྱུང་བདེན་པ་དེའི་རྗེས་སུ་དོན་པ་དང། འགོག་བདེན་དངོས་ལ་བརྟེན་ལམ་བདེན་དེའི་རྗེས་སུ་དོན་པ། དེ་ལ་ཡང་རྒྱུ་མཚན་གཅིག་ཡོད་པ་རེད། བདེན་པ་བཞི་མ་གཏོགས་བདེན་པ་ལྔ་དང་བདེན་པ་དྲུག་དང་བདེན་པ་བདུན་ལ་སོགས་པ་མ་བསྟན་པར་བདེན་པ་བཞི་གི་གྲངས་ཀ་ཏག་ཏག་བཞི་བསྟན་པ་དེ་ལ་ཡང་རྒྱུ་མཚན་ཡོད་པ་རེད། དེ་བཞི་ལ་བདེན་པ་ཞེས་པའི་མིང་དེ་དག་པ་ལ་ཡང་རྒྱུ་མཚན་གཅིག་ཡོད་པ་རེད། རྒྱུ་མཚན་དེ་ག་རེ་ལབ་སྟེ། དང་པོ། བདེན་པ་བཞིར་གྲངས་ངེས་པ་བདེན་པ་བཞི་ཏག་ཏག་ཡིན་པ་དེ་ག་རེ་ལབ་ན། འཁོར་བ་གི་རྒྱུ་འབྲས་གཉིས་སྡུག་བསྔལ་དང་ཀུན་འབྱུང། ད་ནི་མྱང་འདས་བཅས་རྒྱུ་འབྲས་གཉིས་འགོག་བདེན་དང་ལམ་བདེན་དེའི་ནང་དུ་འདུ་བོ་རེད། མི་གཅིག་ཡང་ན་གང་ཟག་ཅིག། འཁོར་བར་འཁོར་བའི་རྒྱུ་འབྲས་བཅས་དབང་དུ་བྱས་པ་ཡིན་ན་སྡུག་བསྔལ་བདེན་པ་དང་ཀུན་འབྱུང་བདེན་པ་གཉིས། གཉིས་ཀྱི་ནང་དུ་འཁོར་བ་ཐམས་ཅད་དེའི་ནང་དུ་འདུ་བོ་ཡོད་པ་རེད། ཡང་ན་གང་ཟག་གཅིག་གིས་ལམ་ཉམས་ལེན་བྱས་ནས་ཐར་བ་ཐོབ་དགོས་ཀྱི་ཡོད་པ་ཡིན་ན་ཡང་དེའི་རྒྱུ་འབྲས་དེ་གཉིས་ནི་ལམ་བདེན་དང་འགོག་བདེན་གཉིས་རེད། ཡིན་ཙང་གཞི་དེའི་ནང་དུ་མ་འདུ་བ་ཡོད་པ་མ་རེད། ཅི་བྱ་ཐམས་ཅད་བདེན་པ་ཞིག་གི་ནང་དུ་འདུ་བ་དེ་འདྲ་མ་རེད། ལམ་ཉམས་ལེན་བྱས་ནས་ཐར་བ་ཐོབ་པའི་དབང་དུ་བྱས་པའི་རྒྱུ་འབྲས་གཉིས་དང་ཡང་ན་ཉོན་མོངས་པའི་དབང་གིས་ལས་བསགས་ནས་འཁོར་བ་ལ་འཁྱམས་པའི་རྒྱུ་འབྲས་གཉིས་དེའི་དབང་དུ་བྱས་པ་ཡིན་ན་བདེན་པ་ཞིག་ཏག་ཏག་ནང་དུ་འདུག་ཐུབ་ཀྱི་ཡོད་པ་རེད། འོ་དེ་འདྲ་ཞིག་དོན་དག་ཅིག་བྱེད། དེ་ནས་སྡུག་བསྔལ་བདེན་པ་དངོས་ལ་བརྟེན་ཀུན་འབྱུང་རྗེས་སུ་དམ་པ་དེ་ག་རེ་ལབ་ན་དང་པོ། དཔེར་ན་ང་རང་ཚོ་ལྟ་བུ་ལ་མཚོན་པ་ཡིན་ན་དང་པོ་རང་ཉིད་སྡུག་བསྔལ་གྱི་ནང་དུ་གནས་པ་དེ་ཧ་གོ་དགོས་ཀྱི་ཡོད་པ་རེད། སོ་སོ་སྐྱེ་བོ་མང་པོ་ཅིག་གིས་སྡུག་བསྔལ་བདེ་བར་བཟུང་བ། སྡུག་བསྔལ་སྡུག་བསྔལ་ཡིན་པ་ཧ་མ་གོ་བའི་དབང་གིས་སྡུག་བསྔལ་གྱི་ཕུང་པོ་ལ་ཆགས་པ། སྡུག་བསྔལ་གྱི་ཕུང་པོ་ལ་ཞེན་པ་སྐྱེས་དེའི་དབང་གིས་ལས་བསགས་ནས་འཁོར་བའི་ནང་དུ་གནས་བསྡད་ཡོད་པ་རེད་ཡིན་ཙང་དང་པོ་སྡུག་བསྔལ་དེ་སྡུག་བསྔལ་ཡིན་པ་ཧ་གོ་དགོས་པ་རེད་ཡིན་ཙང་སྡུག་བསྔལ་བདེན་པ་དང་པོ་བསྟན་པ་རེད་དེ་ནས་སྡུག་བསྔལ་དེ་སྡུག་བསྔལ་ཡིན་པ་ཧ་གོ་སོང་ན་སྡུག་བསྔལ་དེ་འབྱུང་ས་གི་རྒྱུ་དེ་འབྱུང་རྐྱེན་དེ་ག་རེ་རེད་འདུག་ཟེར་དེ་ལ་བརྟག་དཔྱད་བཏང་དགོས་རེད་ཡིན་ཙང་ཀུན་འབྱུང་བདེན་པ་གཉིས་པར་བསྟན་པ་ཡིན་ཨ་ནི་ཀུན་འབྱུང་བདེན་པ་ཟེར་བ་དེ་ཧ་གོ་སོང་བ་ཡིན་ན་འོ་ན། དེ་ལྟ་བུའི་ཀུན་འབྱུང་བདེན་པ། སྡུག་བསྔལ་གྱི་འབྱུང་རྩ་གྱུར་པའི་ཀུན་འབྱུང་བདེན་པ་དེ། སྤོང་ཡ་ཡོད་པ་རེད་ཡོད་པ་མ་རེད། མེད་པར་བཟོ་ཡ་ཡོད་པ་རེད་ཡོད་པ་མ་རེད་ཟེར་ལབ་འདུག་ཨ་ནི་དེ་སྤོང་ཡ་ཡོད་པ་དེ་ཧ་གོ་དགོས་རེད། སྤོང་ཡ་ཡོད་པ་དེ་ཧ་གོ་དགོས་པ་ཡིན་ཙང་འགོག་བདེན་གསུམ་པར་བལྟམས་པ་ཡིན། སྤོང་ཡ་ཡོད་པ་རེད་མེད་པར་གཏོང་ཡ་ཡོད་པ་རེད་དེ་མེད་པར་གཏོང་ཡ་གི་ཐབས་དེ་གང་འདྲ་ཅིག་ཡོད་པ་ཧ་གོ་དགོས་པ་རེད་ཡིན་ཙང་ལམ་བདེན་བཞི་པ་ལ་བལྟམས་པ་ཡིན། འོ་དེ་རེད། གང་ལྟར། བདེན་པ་ཞིག་གི་ལྟ་ཚུལ་གྱི་གོ་རིམ་དེ། མངོན་རྟོགས་རྒྱུད་ལ་སྐྱེས་པའི་རིམ་པའམ་ཡང་ན་ཉམས་ལེན་བྱེད་ཚུལ་གྱི་རིམ་པའི་དབང་དུ་བྱས་པ་ཡིན། དེ་རེད། དེ་མ་གཏོགས། ཨ་ནི་སྡུག་བསྔལ་འབྱུང་རིམ་གྱི་དབང་དུ་བྱས་པ་ཡིན་ན། ཀུན་འབྱུང་སྔོན་ལ་བྱུང་ནས་སྡུག་བསྔལ་དེའི་རྗེས་སུ་སྐྱོང་གི་རེད་ལམ་སྔོན་ལ་བྱུང་ནས་འགོག་བདེན་དེའི་རྗེས་སུ་སྐྱོང་གི་རེད། ཡིན་ན་ཡང། སྡུག་བསྔལ་སྔོན་ལ་བལྟ་ནས་ཀུན་འབྱུང་གཉིས་པ་ལ་བལྟ། འགོག་པ་གསུམ་པ་ལ་བལྟ་ནས་ལམ་བདེན་བཞི་པ་ལ་བལྟ་བ་གི་གོ་རིམ་དེ། ལམ་ཉམས་ལེན་གྱི་དབང་དུ་བྱས་ནས་བསྟན་པ་ཡིན། འོ་དེ་འདྲ་གསུང་གི་ཡོད་པ་རེད། དེ་ནས་བདེན་པ་ཞིག་གི་ངེས་ཚིག་དེ་ལ་བདེན་པ་ཞེས་ལབ་དགོས་པའི་རྒྱུ་མཚན་དེ་ག་རེ་ལབ་ན། བདེན་པ་བཞི་པོ་རྣམས་རྣམ་པ་བཞི་བཞིར་བདེན་ཞིང་མི་སློབ་པར་གནས་པའི་རང་བཞིན་ཇི་ལྟ་བུར་མཐོང་ན་ཕྱིན་ཅི་མ་ལོག་པའི་བློ་སྐྱེས་པས་ན་འཕགས་པའི་བདེན་པའོ། བདེན་པ་ཞེས་ལ་འཕགས་པའི་བདེན་པ། བསྡུ་དངོས་འཕགས་པའི་བདེན་པ། ཀུན་འབྱུང་འཕགས་པའི་བདེན་པ། འགོག་པ་འཕགས་པའི་བདེན་པ། ལམ་འཕགས་པའི་བདེན་པ་ཞེས་ལབ་དགོས་ཡོད་པ་རེད། ཁོང་ཚོ་ལ་འཕགས་པའི་བདེན་པ་ཞེས་ལབ་དགོས་པའི་རྒྱུ་མཚན་ག་རེ་ལབ་ན། དཔེར་ན་བསྡུ་དངོས་ལ་མི་བདག་སྟོང་བ་བསྡུ་དངོས་བདག་མེད་ཞེས་བྱ་བར་དུ་བྱས་པ་དང། ཀུན་འབྱུང་བདེན་པ་ལ་རྒྱུ་ཀུན་འབྱུང་རབ་བྱེད་སྐྱེ་མཆེད་ཀྱི་ཁྱད་པར་དུ་བྱས་པ་ལ་སོགས་པ་བཅུ་དྲུག་ཡོད་པ་རེད། རྣམ་པ་དེ་དག་དེ་ལྟར་དུ་གནས་པ་དེ་ཡང་དག་པར་བསྒོམས་ན་འཕགས་པ་ཐོབ་ཐུབ་ཀྱི་ཡོད་པ་ཡིན་ཙང་འཕགས་པའི་བདེན་པ་རེད་ཟེར་བཤད་ཚུལ་གཅིག་དང། ད་ཡང་བཤད་ཚུལ་བྱམས་པ་ལ་འཕགས་པ་རྣམས་ཀྱི་གཟིགས་པ་འཕགས་པ་རྣམས་ཀྱིས་ཇི་ལྟར་རྟོགས་པ་དེ་ལྟར་དུ་གནས་པ་ཡིན་ཙང་འཕགས་པའི་བདེན་པ་ཞིག་ལབ་པ་རེད་ཟེར་བའི་བཤད་ཚུལ་གཉིས་ཡོད་པ་རེད། བདེན་པ་ཞིག་གི་ངེས་ཚིག་གམ་སྒྲ་ཤེས་དེ་ག་རེ་ལབ་དེ་གནོད་པའི་བདག་ཉིད་ཡིན་པའི་ཕྱིར་སྡུག་བསྔལ་བའོ་ཟེར་དང་པོ་སྡུག་བསྔལ་བདེན་པ་ཟེར་བ་དེ་གནོད་པའི་བདག་ཉིད་རེད་དཔེར་ན་ཕུང་པོ་ཟེར་བ་འདི་ག་དུས་ཡིན་ན་ཡང་ནི་ཁོ་རང་ལ་གནོད་པ་སླེབས་ཆོག་ཆོག་ཡོད་པ་རེད། མེ་ལ་ཐུག་ན་ཆུ་ལ་ཐུག་ན་ནགས་ཚལ་ན་ན། བསྲེ་དང་སྐོམ་ལ་སོགས་པ་ཅུང་ཙམ་ཅིག་མ་འགྲིག་པ་ཡིན་ན། ན་ཅོག་ཅོག་དང། སྡུག་བསྔལ་ཅུང་ཆོག་ཆོག་ཅིག་ཡོད་པ་ཡིན་ཙང་གནོད་པའི་བདག་ཉིད་ཟེར་ལབ་ཀི་ཡོད་པ་རེད། སྐྱེན་ཕྲ་མོ་ཅིག་གིས་སྡུག་བསྔལ་ཆེན་པོ་ཅིག་སྐྱེས་ཡོང་པ་ཡིན་ཙང་དེ་ལ་གནོད་པའི་བདག་ཉིད་ཟེར། འོ་དེ་འདྲ་རེད། ད་ནི་ཀུན་འབྱུང་བའི་ཚུལ་གྱིས་ཀུན་འབྱུང་བའོ་ཟེར་སྡུག་བསྔལ་ཀུན་འབྱུང་བའི་རྒྱུ་ཡིན་པས་ཀུན་འབྱུང་ཟེར་ལབ་པ་རེད། ཕུང་པོ་བཤིག་པའི་ཕྱིར་འགོག་པའོ་ཟེར་འདི་སྐབས་ཀྱི་ཕུང་པོ་དེ། སྡུག་བསྔལ་གྱི་ཕུང་པོའམ་ཡང་ན་རང་གི་ངུ་སྐར་གྱི་ཉོན་མོངས་པ་དེ་ལ་ཕུང་པོ་ཞེས་ལབ་ཀྱི་ཡོད་པ་རེད། ཕུང་པོ་ལབ་ན་དུ་མ་འདུ་བར་རོ། ཕུང་པོའམ་ཡང་ན་སྡུག་བསྔལ་གང་ཡང་རུང་བ་ཞིག་བཤིག་པའམ་མེད་པར་གྱུར་པའི་ཆ་ནས་འགོག་པ་ཞེས་ལབ་ཀྱི་ཡོད་པ་རེད། སྒྲུབ་པའི་དོན་གྱིས་ལམ་མོ། སྒྲུབ་པའི་དོན་ལམ་ན་ཐར་བ་ལ་སྒྲུབ་པའི་ལམ། ཡང་ན་ཐམས་ཅད་མཁྱེན་པ་ལ་འགྲོ་ས་ཀྱི་ལམ་ཁ་ལྟ་བུ། དེ་འདྲ་ཡིན་པས་ལམ་ཞེས་ལབ་པ་རེད་དེ་ངེས་ཚིག་རེད། དེ་ནས་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།